གང་ལྟར་སྐྱེ་བ་རིན་པོ་ཆེ་འགའི་ཐོག་མུ་མཐུད་ནས་ཞབས་ཕྱི་ཞུས་དེ་ཚོའི་ཐད་ང་རང་ངོས་ནས་ལྷག་བསམ་རྣམ་དག་གི་ཐོག་ནས་ཞབས་ཕྱི་ཞུ་གི་ཡིན། སྐྱེ་བ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་རོགས་གནང། ང་རང་ངོས་ནས་ད་མུ་མཐུད་ནས་ལྷག་བསམ་རྣམ་དག་ཐོག་ནས་ཞབས་ཕྱི་ཞུ་གི་ཡིན་ཟེར་ཏེ་ཞུས། སོང་ཙང་ལྟར་ཀླུ་སེ་གླིང་གི་མཁན་ཟུར་རིན་པོ་ཆེ་བློ་བཟང་བསམ་གཏན་མཆོག་སྐུ་ཆེ་རྣམ་རྒྱལ་གྲྭ་ཚང་གི་མཁན་ཐོག་རྒྱལ་པ་ལ་ཡང་ལྟར་དུ་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་ནས་ཕྱག་རྟགས་ཕེབས་པ་གཞི་བཟུང་བྱས་བྱས་ལྟར་དེ་རིང་ཨ་ནེ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་དེ་འདྲ་དུས་འཁོར་ལྷ་ཁང་ནང་ལོགས་ལ་ཡང་ལྟར་གྱི་མཁན་པོའི་ཁྲི་འདོན་གྱི་མཛད་སྒོ་དུ་འདུག་ཚུལ་ཚོགས་ནང་སྐོར། སོང་ཙང་ད་ལྟ་མཇལ་ཁ་དྲུག་དང་བསྟུན་རྗེས་ད་ང་ནང་བཞིན་ང་ཚོས་ཨ་ནེ་སྐུ་མཇལ་རྣམ་རྒྱལ་གྲྭ་ཚང་གི་མཁན་པོའི་གི་ད་ཅིག་ལས་གནས་ཐོག་ལ་ཡང་ཕེབས་འོས་དུས་རྩ་གནས་དེ་གི་གནས་ག་རུ་ཆུ་གར་ཆག་གི་ཡོད་རེད་དང་ནི་ཞེས་དེ་འདྲའི་གི་ཐོག་ནས་ད་ཁོང་ཚོ་སྐྱབས་མགོན་ཆེན་པོ་མཆོག་གི་ཨ་ནི་ག་སུ་རེད་ད་ཅིག་གསུང་ཞབས་ཞུ་ཡ་རེད་དེ་འདྲའི་གི་ཐོག་ནས་གནས་ག་གར་ཆག་གི་ཡོད་མེད་སྐོར་ལ་ཡང་ད་ང་ཚོས་ཡང་གས་རིམ་ཆེ་ལ་ཡང་བཅར་འདྲི་ཞིག་མུ་མཐུད་ནས་ཞུ་གི་ཡིན། ད་དེ་ད་གས་ཆེན་པོ་ཞུ་བ་རེད་ད་ང་རང་བློ་སེང་གླིང་གི་ད་མཁན་པོ་ལོ་དྲུག་ལྷག་ཚུ་ཚུགས་བྱས་རེད་གྲ་ཚང་འདུག་སུ་རེད་ད་ཡིན་ནས་མ་གས་ཚོགས་ཆེན་པོ་རེད་ཞུ་བྱས་རེད་ད་ཡིན་ནས་ད་དེ་ལས་ནས་ད་དམིགས་བསལ་དང་རྒྱལ་བ་རིན་པོ་ཆེ་གཉིས་ཀྱི་ཞབས་ཕྱི་ཞུ་ཡས་དང། སྤྱི་བཏང་ང་ཚོ་མི་འགའི་ནང་སྐྱབས་མགོན་རིན་པོ་ཆེའི་ཞབས་ཕྱི་དངུལ་ད་ལྟའི་དངོས་སུ་ཞབས་ཕྱི་ཞུ་ཡས་དང། རྒྱལ་བ་རིན་པོ་ཆེའི་དགུང་ལོ་རྨིས་པོ་དང་ད་ཞབས་ཕྱི་ཞུ་ཡས་ཧུར་ཐག་པ་དང་ཞབས་ཕྱི་ཞུ་གི་ཡིན་ད་ཡག་པོ་རེད་ས་རེད་བསམ་བློ་རེ་བྱུང་སོང། ད་ང་རང་ངོས་ནས་ད་དེ་གལ་ཆེན་པོ་ཞུ་བ་རེད། ད་ད་དངོས་གནས་ང་ལ་སྐྱེས་སྦྱངས་ཀྱི་ཡོན་ཏན་གལ་ཡོད་མ་རེད་ཡིན་ན་ཧ་སང་རྣམ་དག་ཐོག་ནས་ཞབས་ཕྱི་ཞུ་ཡས་དམ་བཅའ་བརྟན་པོ་དང་འདི་འདྲ་ཡོད་ཟེར་ནས་ཡ་ཡི་གཉིས་ཚོད་ཞུས་ཡིན་ད་ག་རང་རེད་ད། ད་ད་ནི་གནམ་ཆུ་ཟེར་བཞིན་པ་འདི་ཡིན་མིན་ན། ཐུགས་ཆེན་ཕྱི་གླིང་གཙུག་ལག་ཁང་གི་དུས་འཁོར་ལྷ་ཁང་ཡང་རེད་སོང་ཙང་ད་དུས་འཁོར་ལྷ་ཁང་ནང་ལོགས་ལ་ཡང་སྐུ་མཆེན་རྣམ་རྒྱལ་གྲྭ་ཚང་གི་མཁན་ཐོག་རྒྱལ་འཕེལ་གྱི་ཁྲི་འདོན་མཛད་སྒོ་དེ་རེད་སོང་ཙང་ད་ལྟ་འདིའི་ཐོག་ལ་ཡིན་མིན་ན་སྐུ་མཆེན་རྣམ་རྒྱལ་གྲྭ་ཚང་གི་དགེ་འདུན་འདུས་མང་རྣམ་པ་གཙོ་བོར་བྱས་པའི་ཐོག་ནས་ཨ་ནི་དགའ་ལྡན་ཕོ་བྲང་གི་དྲུང་ཆེ་རེད་ཨ་ད་ནང་བཞིན་བོད་མིའི་སྒྲིག་འཛུགས་ཀྱི་དྲུང་ཆེ་རེད་ཡབ་གཞིས་སྐུ་འཁོར་རེད་ཨ་ནི་ད་ནང་བཞིན་ཨ་ནི་དད་ལྡན་སེར་སྐྱ་མི་མང།